ཨེ་ནི། རྒྱ་བོད་འབྲེལ་བ་བྱས་དབུ་མའི་ལམ་ཟེར་ཡ་དེ། ངས་ཉམས་མྱོང་མང་པོ་ཕྱོགས་བསྡུས་བྱས། འབད་བརྩོན་མང་པོ་བྱས་པས་ད་མཐའ་དོན། དོམ་རུབ་དེ་འདྲ་ཞིག་རྒྱབ་ཆེད་ཕྱིན་པ་རེད་དེ་འདྲ་ཡིན་དུས་ས་ནི་ཨ་འདི། གཏམ་མགོ་ལན་བཅུ་བརྒྱ་རེ་བཟོ་རུ་ཞིག་རེད་གཏམ་གྱི་མགོ་དེ་ངས་བཙུགས་པ་རེད་དེ་འདྲ་ཡིན་དུས་ས་དེ་འདི་སྡུག་ཟིག་ཡིན་ཟེར་ནས་ཁྱེད་ཚོ་མི་མང་ཚོ་སྙན་སྒྲོན་ཞིག་མ་ཞུས་ན་ཡང་མ་འགྲིག་པའི་བཟོ་རུ་ཆེ། ཡང་བ་ས་དང་འདི་འདྲའི་སྐད་ཆ་འདྲ་མི་འདྲ་བཤད་དེ་ག་འདྲ་འདུག་ཨ། རང་བཙན་ཟེར་ལབ་ན་སེམས་ཤུགས་ཡོད་པའི་བཟོ་རེད། རང་སྐྱོང་ཟེར་ལབ་ན་སེམས་ཤུགས་མེད་པའི་བཟོ་རེད། འདི་འདི་འདྲའི་མ་རྟ། ཁྱང་ཚོ་མགོ་བ་མ་ཐེ་ལ་ཤེས་སོང་ཨ། ཡང་མི་དངོས་གནས་རང། ཅིག་ཁྱང་ཚོ་མི་རང་བཙན་རང་གི་བའི་བསམ་བློ་ཡོད་པ་འདི་འདྲ་ཡིན་ན་རང་བཙན་སྒྲུབ་ཆོག་གི་རེད་རང་བཙན་ག་འདྲས་སུ་སྒྲུབ་དགོས་ཨ། ཡང་རང་བཙན་འགོ་ཡོད་རང་བཙན་འགོ་ཟེར་སྐད་སྐྱེས་པའི་སྤྱི་འགོ་གི་འགྲིག་ཡོད་མ་རེད་རང་བཙན་ག་འདྲས་སུ་སྒྲུབ་དགོས་ཨ། ལྔའི་དང་པོ། རང་བཙན་བསྒྲུབ་ན་རྒྱ་དང་ཁ་བརྡས་བྱ་ཡག་རེད། རེད་མ་གཏོགས་འཆམ་མཐུན་ཡོང་ཡ་ཡོག་མ་རེད་སྐད་བཤད་འབྲི་ཡ་ཡོག་མ་རེད། ཚེ་ད་རྒྱ་མི་དགྲ་ཁ་བརྡས་བཟོས་ན་ང་ཚོ་རྒྱ་མི་གླག་ཁག་རི་ཁག་གི་མ་རེད། ཧཧཧཧ། དགའ་ཚོ་བཙན་བྱོལ་ད་འབུམ་གཅིག་མ་གཏོགས་ཡོག་མ་རེད། ད་དེ་ན་ནི་ང་ཚོ་རྒན་རྒོན་ཚོ་ཡི་མེ་འདར་ཅིག་ཁྱིད་ཅིག་ཕྱིན་པ་ཡིན་ནི། དེ་ཤི་ཁང་འགྲོ་ཡ་སོར་ཞིག་མ་གཏོགས་ནི་ཕན་ཐག་ཡོད་མ་རེད་ཨེ་ནི་ཁྱེད་རང་ཚོ་གཞོན་པ་ད་ཕལ་ཆེར་ཁྲི་ཁ་ཤས་ཤིག་ཡོད་འགྲོ་གར་ཕན་ཐུག་རེད། ཨེ་ནི་བོད་ནང་ལ་ཡོད་བསྡད་པའི་ད་གཞིས་ལུས་རྒྱ་ཆེ་བ་མང་ས་ཡ་དྲུག་གི་ནང་ལོགས་ལ་ཕལ་ཆེར་ས་ཡ་གཅིག་གཉིས་གཅིག་གི་ཡང་ལངས་པ་ཡིན་ནི། རྒྱ་མི་ས་ཡ། གར་དེ། དུང་འགྱུར་བཅུ་གསུམ། བྱས་ཙང་ཀ། ས་ཡ་སྟོང་ཕྲག་གཅིག་ལྷག་བྱས་པ་རེད། ག་དུས་ལ་ཁག་རེད། ལ་ཁག་མར་བ། རྒྱ་མི་ནང་པ་དེ་ཚོ་བྲལ་ཏེ། མི་རིགས་སྐད་གཞི་བཤད་ན་ང་ཚོ་བོད་པ་ཡིན་ནའི། སོ་སོ། ནང་པ་རེད་དེ། ང་ཚོ་སེམས་ཅན་ཐམས་ཅད་ཅེས་བཤད་དེ་ག་རེད་ཡིན་ནའི་ཡང་ང་ཚོ་བོད་རིགས་ཡང་ཞེན་ཁོག་ཅིག་ང་ཚོ་ཡོད་རེད་པ་ཡ། སྐྱར་དུ་ཁམས་པ་འཛུལ་བྲལ་ཏེ་ཁམས་པའི་ཞབས་མགོ་བཤགས་འདུག་ག་ཡ། ང་ཨ་མདོ་རེད་སྐྱེས་ས་ཨ་མདོ་རེད་ཡིན་ནའི་འཚར་ལོངས་བྱེད་ས་ལྷའི་སེམས་ནས་ཡོང་པ་ཡིན་དུས་ཙང་ནས། ཡིན་ནའི་སེམས་ཀྱི་གཏིང་ལ་ཨ་མདོའི་ཞབས་མགོར་ཅིག་ཡོད་པའི་བསམ་བཞིན་འདུག་ཡ། བྱས་ཙང་ང་ཁྱེད་རང་ཚོའི་བོད་པའི་ཞབས་མགོར་ཡོང་དགོས་རུང་བ་ཡ། བྱས་ཙང་རང་གི་ལུས་ལ་བན་ལོང་ལ་ཞབས་ལ་ནུས་པ་མ་བྱེད་སོང་བའི་ནང་བཞིན་རེད་རྒྱ་མི་ཡིན་ནའི་རྒྱ་མི་རིགས་ཡིན་པའི་ཆ་ནས་ཁོ་ཚོ་ཞབས་མགོར་ཡོང་དགོས་རུང་བ། ང་ཚོ་རང་བཙན་ཟེར་ནས་རྒྱ་མི་རིགས་ལ་ཁབ་རྩེད་བྱ་གང་ཕྱིན་པ་ཡིན་ན། རྒྱ་མི་ནང་པ་ཚོས་ཏོག་ཐག་རིང་འདྲ་ཅི་བྱ་གི་རེད་བ། འདི་ཡིན་ནི་ཁྱེད་བན་གར་འདུག་ག་ཤེས་སོང་ཨ། ཁྱང་ཚོ་གཞོན་སྐྱེས་ཚོ་འདི་ཤེས་པར་བྱེད་ཨ། ཁྱང་ཚོ་གོ་སོང་ངས། ཁྱང་ཚོ་ཕོ་གསར་མོ་གསར་ཚོས་ཡ་ངར་པོ་བྱས་བྱས་ད་ང་ཚོ་རང་བཙན་དགོས་ཡོད་རང་བཙན་དགོས་ཡོད་ད་ཏཱ་ལའི་བླ་མས་རང་བཙན་རྩོད་གི་མི་འདུག་བྱབ་རྒྱལ་གྱིས་ཁྱང་འདི་འདྲ་ཁ་ཤས་དྲན་གི་ཡོད་འགྲོ། ངས་བརྗབ་བསྐྱལ་དོན་མི་འདུག་བསམ་བློ་ཡག་པོ་ཅིག་གཏོང་དང་ཨེ་འདི་ཤིང་གི་རེད་ཤེས་སོང་འདུག་སེ་ཡིན་ད། གལ་སྲིད་ཁྱེད་རང་ཚོ་བས་རང་བཙན་སྒྲུབ་གི་ཡིན་ཟེར་ནས་བས་སེམས་ཐག་བཅད་ནས་ཡོད་ན་རང་བཙན་སྒྲུབ་ཆོག་གི་རེད་རང་བཙན་ག་འདྲི་ས་སྒྲུབ་ག་འདི་ངས་ལ་བསམ་བློ་གཏོང་ད་ཤེས་སོང་ཨ། ང་ཕྱུག་པོ་བྱེད་དགོས་ཡོད་ས་ལས་བས་འགྲིག་མ་རོ། ཕྱུག་པོ་ག་འདྲི་ས་བྱས་ག། མངལ་དུ་ཚོང་བརྒྱབ་ནས་ཨེ་དྲག་ད། རིམ་པས་རིམ་པས་རིམ་པས་བྱས་ནས་ཁོ་མངལ་ལ་སྒོར་མོ་བཅུ་བསགས་དེ་ནས་སྒོར་མོ་བརྒྱ་བསགས་དེ་ནས་སྒོར་མོ་སྟོང་ཕྲག་གཅིག་དེ་ནས་སྒོར་མོ་ཁྲི་གཅིག་དེ་ནས་སྒོར་མོ་འབུམ་དེ་ནས་བསགས་ཡ་བྱས་ནས་སྡུག་སོ་མུལ་སོ་ཁོ་རེ་མ་གཏོགས་ང་ཕྱུག་པོ་བྱེད་ཀྱི་ཡིན་ཟེར་ལབ་ཤེས་པ་སྤྱི་ཁོག་གི་ཕྱུག་པོ་བྱ་གི་མ་རེད་བ་ཡ། འདི་ནང་བཞིན་རང་བཙན་དཀྲུག་གི་ཡིན་ཟེར་ནས་ལབ་ཤེས་པ་སྤྱི་ཁོག་གི་འགྲིག་མ་སོང་བ་རང་བཙན་ག་འདྲས་སུ་དཀྲུག་ག། དེ་མིན་ང་ཚོ་ཁ་བརྡས་ག་འདྲས་སུ་བྱ་ག། རྒྱ་མི་རིགས་ས་ཡ་སྟོང་ཕྲག་གཅིག་ལྷག་སུ་ཡོད་པ་དེ་ང་ཚོས་དགྲ་ཁ་བཏེག་གི་འདུ་ཤེས་བཞག་ནས་གང་འདྲ་བྱས་པའང་ཁ་བཏེག་བཞག་བསམ་བཏང་བ་རེད། རྒྱ་གར་གཞུང་གི་རྒྱབ་སྐྱོར་བྱེད་གི་རེད་པས་ནམ་ཡང་བྱེད་གི་མ་རེད། ཨ་མི་རི་ཀའི་རྒྱབ་སྐྱོར་བྱེད་གི་རེད་པས་བྱེད་གི་མ་རེད། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ཀྱི་ལོ་ལ་ཡ་དེ་དུས་མུ་སི་ཐང་ཡི་གེ་ཨ་མི་རི་ཀའི་སི་ཨའེ་གི་རོགས་བྱེད་ཆེད་ཡི་གེ་སྒྲིག་འཛུགས་བྱས་བ་རེད་བོད་ནང་ལོགས་ལས་དེ་སྔ་ཕལ་ཆེར་ལྔ་བཅུ་ང་དྲུག་ནས་བྱས་ནས་ཅིག་གོ་ལག་ཡོ་ཡག་གི་སོགས་རུ་དེ་འདྲའི་མིང་ཡོ་ཡག་གསུམ་དེ་བྱས་ཡོད་བ་རེད་སློབ་སྦྱོང་དེ་སྤྲད་ཆེད། བདུན་ཅུ་དོན་གཉིས་ཀྱི་ལོ་ལ། ཀི་སིན་ཇར་རྒྱ་ནག་ལ་ཕྱིན། དེ་ནས་ནིག་སིན་རྒྱ་ནག་ལ་ཕྱིན།

བྱས་སོང། བྱས་ཙང་ག་དེ་རྒྱལ་ཁབ་སོ་སོའི་ཁེ་ཕན་ནང་ལ་བསམ་བློ་གཏང་གི་རེད་མ་གཏོགས། བོད་པ་ལ་ཤ་ཚ་ནས་ཨ་མདོ་གནས་རིགས་གསུང་ཡ་དེ་རེད། ཨ་མི་རི་ཀས་བོད་པ་ཤ་ཚ་ནས་རྒྱ་ནག་ལ་དམག་རྒྱག་གི་མ་རེད་དྭ་ཟེར་ནས་ང་གནས་རིགས་དེ་གསུང་མྱོང། ད་དེ་རེད་པ། ཨ་མི་རི་ཀ་དཔེ་མ་ཟིན་པ་ཡག་པོ་རེད་སྔོན་ན་དྲ་གནས་ཀྱི། འཛམ་བུ་གླིང་རང་དབང་རྒྱལ་ཁབ་དེ་གི་དེ་གི་འགོ་ཁྲིད་སོར་ཆགས་བསྡད་པ་རེད། ང་ཨ་མི་རི་ཀ་སྔོན་ལ་གྲགས་ནས་དགའ་པོ་ཡོད་ཤི་ན་ཡག་པོ་རེད་གྲོགས་པོ་མང་པོ་ཡོད་རེད་དེ་དེ་འདྲའི་གཅིག་གི་དོན་དག་གང་ཡང་སླེབས་ཡིན་ན་ཁ་ཁོར་བ་རོགས་བྱ་སེམས་དེ་ཚ་དེ་འདྲའི་ཡིན་དུས་ད་ཨེ་ནི་ཡུ་རོབ་གྲོས་ཚོགས་ནས་རོགས་བྱ་ཤ་ཁ་བོ་རེད་ཤ་ཚ་ཡོད་རེད་སྔོན་ལ་དྲང་གནས་ཀྱི་བོད་པ་རྒྱབ་སྐྱོར་ལྷག་བསམ་རྣམ་དག་ཡོད་རེད་རེད་དེ་ཡིན་ནའི་དངོས་སུ་ད་བོད་ནང་གི་རྒྱབ་ལིག་དེ་པི་ཟེ་བོ་བྱུང་ན་ཤི་ན་ཁ་ཁོར་ད་བ་ཨེ་འདི་རི་སྐད་ས་རྒྱ་ནག་དཔལ་འབྱོར་ནུས་པ་ཤི་ལ་ཤུགས་ཆེན་པོ་ཆགས་ཆེ། གཅིག་ཡུ་རོབ་ཡིན་ནའི་འདྲ་ཨ་མི་རི་ཀ་ཡིན་ནའི་འདྲ་དཔལ་འབྱོར་གྱི་ཐོག་ལ་རྒྱ་ནག་གི་གི་དཔལ་འབྱོར་གྱི་རོགས་རམ་རོགས་རམ་ཟེར་བ་རེད་པས་ད་དཔལ་འབྱོར་ལ་བརྟེན་དགོས་ཡ་ཆགས་ཀྱི་འདུག་ད་དེ་འདྲི་གཅིག་གི་ད་གནས་སྟངས་འོག་ལ་ཡ་ད་ང་ཚོ་རྒྱ་མི་ལི་དྲག་བཟོས་ནས་ང་ཚོ་ཕན་ཐོགས་ཡ་ཁྱོན་ཡོང་མ་རེད་གང་ལྟར་རྒྱ་མི་ས་ཡ་སྟོང་ཕྲག་གཅིག་ལྷག་ཙམ་ཡོད་པ་འདིའི་དེ་ང་ཚོ་བརྙན་ལ་བསྒྱུར་ཐུབ་ན་མཁས་པ་རེད། དགྲ་བཟོས་ན་གླེན་པ་རེད། ཤེས་སོང་ཨ། དེ་ཚང་ཚང་མ་ལ་བློ་ལས་ངེས་པའི་ཆེད། ངེས་པའི་ཆེད་ཨ། སྡུག་ཟིག་འདྲ། དེ་ང་ཅིག་ལབ་གཉིས་སྡོད་སོང། གཞན་ད་ག་ཡིན་ཨིན་ཨ་མདའ་དེ་ལས་བསྡོམས་གནང་ལ་ཁྱེད་རང་ཚོ་ཞི་དྲག་ཡག་པོ་བྱས་ཤག་ཨ།